ཁྱིམ་པ་རྒན་ལགས་ཀྱིས་ང་རང་ཚོའི་རུས་པའི་ནང་ལོགས་ཀྱི་གནས་ས་དང་བྱེད་ནུས་རིགས་ཅིག་གི་འདྲེས་ན། མི་སེར།
ཁྱིམ་པ་སི་དེ་ང་རང་ཚོའི་བོད་ལུགས་གསོ་རིག་ནང་ལོགས་ནས་བཞུད་པ་ཡིན་ན། ཁྱིམ་པ་དེ་ཡིན་ན་དོན་དངོས་ནུས་དྲུག་ནང་ལོགས་ནས་ཡལ་གས་ཤིག་ཡིན་པ། དེའི་ནང་ལོགས་ཡིན་ན་གནས་ས་བྱེད་པ་ཡིན་ན་ང་རང་ཚོའི་རྒྱབ་ཀྱི་ཚིགས་པ་རྒྱལ་བ་ལན་བྱས་བདུན་གྱི་ལྷས་ན་ནས་མ་ཚོན་གཅིག་བརྗེས་པ་དང་ཕྱེད་ལ་ཡར་ཐིག་བརྒྱབ་པ་ཡིན་ན་དེའི་གནས་དེ་ཡིན་ན་ང་རང་ཚོའི་ཁྱིམ་པའི་གནས་ཡིན་ཞེས་ཞུ་གོ་རེད། ཨ་ཞོ་ཡས་རེད་པས་ན། ཨ་ཞོ་ཡས་ངོ་རྒྱོབ་པའི་རེད། རེད། ད་འདི་ག་རེ་བྱས་ན་ང་རང་ཚོའི་ཁྱིམ་པའི་གནས་དེ་ཡིན་ན་ཅི་བྱས་ན་ག་རེ་བྱས་ན་ཚུར་ཐིག་དེ་བསྟན་པའི་རྗེས་ལ་ཡིན་ན་དེའི་འོག་ལ་ཡང་ཕྱི་འབྲི་ས་ཅི་ཡོད་རེད་ཕྱི་འབྲི་དེའི་འོག་ལ་ཡིན་ན་ཕྱི་འབུ་ཡོད་རེད། བྱས་ཙང་ང་རང་ཚོའི་བོད་ལུགས་གསོ་རིག་ནང་ནས་སྤྱིར་བཏང་ངོས་ནས་བཤད་པ་ཡིན་ན། བདེ་ཐང་གི་མི་གཅིག་གི་ངོས་ནས་བཤད་པ་ཡིན་ན་ཕྱི་འབུ་དེ་ཡིན་ན་རང་གི་ལག་པ་གཡས་དེ་ཡིན་ན་ཨ་མཆོག་གི་སྣ་ཞལ་དེ་ཟིན། དེའི་ལན་ཡིན་ན། ག་རེད་ཟེར་ན་གྲུ་མོའི་གི་རྩེ་དེ་ཡིན་ན་ཕོ་ཁྱིའི་སྐེམ་ནས་ག་ལས་མཆིན་པའི་འབུ་སྲི་བྱས་མཆིན་པའི་མཐའ་དེ་ཡིན་ན་དེའི་ལས་དེ། སྤྱི་བཏང་བྱས་ན་ང་རང་ཚོས་བདེ་ཐང་བྱེད་ཀྱི་མི་ངོས་ནས་བཤད་པ་ཡིན་ན་བྱིས་པ་དེ་ཡིན་ན་རེག་མ་ཐུབ་དེ་འདྲས་ཅིག་རེད། ད་ཡིན་ནའི་ས་སྐྱེས་ཀྱི་བྱིས་པོ་དེ་འདྲས་དང་སྤུ་གུ་ཆུན་ཆུན་དེ་འདྲས་ཡིན་པ་ཡིན་ན་ཡང་ཁོ་ག་རེད་ཟེར་ན་བྱིས་པ་དེ་ཡིན་ན་རེག་ཐུབ་རེད། བྱས་ཙང་ང་རང་ཚོའི་སྤུ་གུའི་སྔོན་ལས་ཤིང་ཆེན་པོ་དེ་མར་རེག་ཐུབ་པ་དེ་ཡིན་ན་ང་ཚོ་མ་ཡིན་པ་རྒྱུན་ལྡན་གཅིག་ཡིན་པ་དེ་འདྲས་ཅིག་ལ་ཡང་ཁེལ་དགོས་ཀྱི་འདུག་རང་གི་ཆེན་པོ་དེ་ཡག་པོ་མེད་ན་རང་གི་སྙིང་དེ་ཡག་པོ་ཡོད་མ་རེད་རང་གི་གློ་བ་ཡག་པོ་ཡོད་མ་རེད་རང་གི་མཁལ་མ་དང་དེ་བཞིན་གྱི་ག་རེ་སོང་རྒྱུ་མ་ཕོ་བ་ཚང་མ་ལ་ད་འབྲེལ་བ་ཡོད་པ་བྱས་ཙང་ཆེན་པོའི་གནས་བབས་དེ་ཡིན་ན་ཧ་ཅང་གི་གལ་ཆེ་བོ་འདི་གསུངས་ཡོད་རེད་བྱས་ཙང་འདིའི་གནས་བབས་འདིའི་ཐོག་ནས་ད་ཆེན་པོ་ཟེར་ནས་དེ་དོན་ལྔ་སྣོད་དྲུག་དེ་དེ་ནང་ནས་ད་ཅིག་ཧ་ཅང་གི་གལ་ཆེན་པོ་ཅིག་ཡིན་པ་དེ་གསལ་པོ་ཞིག་ལགས་འདུག་བ་ལ། འཚོ་བའི་གོམས་གཤིས་གལ་ཆེ་ཆེན་པ། གནོད་ཤོས་རེད་ཅེས་ག་རེ་ཡོད་ནང་རྒྱ་ནག། ད་ལྟའི་ང་རང་ཚོའི་བོད་ལུགས་གསོ་རིག་རྣ་ལོག་ནས་ཕྱིན་པ་ལ་ཡང་གནོད་ཤོས་དེ་ག་རེ་སོང་ཡོད་རེད་ཟེར་ན། ག་རེ་སོང་ཚ་སྐྱུར་གྱི་ཟས་ཟས་བ་ནས་བཟུང་ཨ་འདི་རོ་ཚ་བ་དང་སྐྱུར་བ་དེ་རིགས་ཀྱི་རོ་ཚ་བ་ཟེར་དུས་ང་རང་ཚོ་སྤྱིར་བཏང་བྱས་ན་སུ་བན་དང་ཨ་འདི་ད་ནུས་པོ་ཚ་བ་སོགས་ནི་ན་ལུག་ཤ་སོགས་ཀྱི་ནུས་བོ་རེད་ད་ཡིན་ནའི་ད་ལྟ་ཡིན་ན་འཚོ་བའི་སྒང་ལ་ཡ་ང་རེད་འདུག་སུ་ནམ་རྒྱུན་གྱི་འཚོ་བ་གོམས་གཤིས་དང་འགྲོ་བ་ལ་ཡ་དང་ཨ་དེ་བཞིན་ནད་པ་དང་ཨ་ནི། འབྲེལ་བ་བྱེད་པའི་སྐབས་རེ་ཡིན་ན་ང་རང་ཚོའི་འཚོ་བའི་གོམས་གཤིས་ཉམས་ཞིབ་ཅིག་ག་རེ་འདུག་ཟེར་ན་ཆང་རག་དེ་བཏུང་ཡག་དེ་རེད་བྱ། ད་ལྟ་ཆང་རག་བཏུང་ཡག་དེའི་གོམས་གཤིས་དེ་ཡིན་ན་ང་ཚོའི་མཆིན་པ་ལ་ཡ་ཐད་ཀར་ལྟོས་གནོད་སྐྱོན་ཆེན་པོ་བཏང་གི་འདུག་ད་ལྟ་གོང་ལ་ཞུས་པ་དག་རེད་མཆིན་པ་ཟ་དེ་ཡིན་ན་ཁ་ལག་གི་དྭངས་མ་ཟད་པའི་རྗེས་ལ་ཡིན་ན་ང་རང་ཚོའི་རོ་དྲུག་གི་འཇུ་འཇུ་འོང་ལྡན་པའི་ཟས་དེ་ཡིན་ན་ཨ་ནི་ག་རེ་ཟེར་ན་མཆིན་པ་ལ་ཡ་བདག་ཉིད་གཉིས་སུ་བྱེད་བྱེད་དངས་མ་དེའི་ཁྲག་ཆ་ཁྲག་དེ་ག་རེ་ཟེར་ན་ཡ་མཆིན་པའི་ནང་ལ་གཡོས་པས་དུ་འགྱུར་འཆི་བུ་ས་ཅོ་རི། དེ་ཡི་ཡང་དག་ཉིད་གཉིས་སུ་བྱེད་ཅེས་དྭངས་མ་དེ་ཡིན་ན་ཨ་ནི། ཡོངས་སུ་སྨིན་པར་བྱས་ནས་ལུས་པོ་ཡོངས་ག་རེ་སོང་ན་ཨ་དྭངས་མ་ནས་ཁྲག། ཤ། ཚིལ། རྐང། ཁུའོ་སོགས་བོར་བ་ང་རང་ཚོའི་མཆིན་པའི་གའི་དྭངས་མ་དེ་ཡག་པོ་བཟོ་མ་ཐུབ་ན། རང་གི་རྗེས་ཀྱི་ག་རེ་སོང་ན་ཨ་ནི་ཚིལ་དེ་ཡག་པོ་ཡོད་མ་རེད། རང་གི་དེ་ཤ་དེ་ཡག་པོ་ཡོད་མ་རེད་ལྷག་པར་དུ་རང་གི་བུ་ཚོ་བུ་ཚོ་བུ་རྒྱུད་དེ་གས་ག་རེ་རྒྱུས་པོ་ཆེ་ཡག་གི་ག་རེ་སོང་ཁུའོ་དེ་ཡག་པོ་ཡོད་མ་རེད་བྱས་ཙང་མཆིན་པའི་གནས་སྐབས་དེ་ཡིན་ན་ཧ་ཅང་གི་སྐད་ཅིག་བོར་བ། ད་ད་ལྟ་ཆང་རག་འཐུང་ཉེན་གྱི་གནས་སྐབས་འདི་ཡིན་ན་ང་རང་ཚོའི་གི་ད་ནམ་རྒྱུན་གྱི་སྨན་བཅོས་གང་ལ་ཡིན་ན་འདྲ། ནད་པ་ཁ་ཤས་ཀྱི་གོམས་གཤིས་ཡིན་ན་འདྲ་དེ་འདྲས་ལ་ཡིན་ན། རང་གི་བདེ་ཐང་མ་ཚད་ཡིན་ན་རང་གི་ཁྱིམ་ཚང་ལ་ཡིན་ན་འདོད་པ་ཞེ་དྲག་བཏང་གི་འདུག་རེད་བ། རེད་བྱ། གཙོ་བོ་ན་ལོ་དེ་བྱས་པས་ན།

ཁྱེད་རང་གི་ག་རེ་ཟེར་ན་ཡི་ག་ན་ཚོ་ཡོད་མ་རེད་བ། ཡིན་ནའི་ཁྱེད་རང་གི་ན་ཚོ་དེ་སུ་སུ་རང་གས་ཟོན་རྒྱུ་རེད་ད་ཏུང་ཅན་བྱེད་རྒྱུ་རེད་བ། དེ་བྱས་ཙང་ཁྱེད་རང་གི་ཆང་རག་དེ་འཛིན་པ་ཡིན་ནའི་ཁྱེད་རང་ན་ཚོ་དེ་གས་གྲགས་རེད། ད་ད་རང་གི་ཆང་རག་ཟེར་ངེས་དེ་ང་ཚོའི་འཚོ་བའི་ནང་ག་རེ་ཟེར་བ་དེ་རང་གི་ཁ་ཕྱོགས་ནས་གསུངས་པ་ཡིན་ན་ད་དངོས་བདེན་ག་སུ་རེད་ད་ཡག་པོ་ཅིག་ཅི་ཡས་མ་རེད་ཞུས་ཆོག་རེད་བ་དཔེ་ན་རྒན་ལགས་ད་ནི་གསུམ་རེད། ཆང་ནི་ཉལ་པོ་ཀུན་གྱི་རྒྱུ་གསུམ་རེད་པ་ལ་ཆང་རག་ཟིན་དེ་སོ་སོའི་བདེ་ཐང་ཙམ་མ་ཡིན་པ་ཨང་གཞན་ལས་སྣོད་དྲུག་རང་གཞན་གཉིས་ཀ་ཕུང་བར་བྱེད་ཉེན་གྱི་རྒྱུ་གཅིག་རེད། ད་ནམ་རྒྱུན་གྱེན་ལངས་གྱེན་ལངས་དང་སོ་ནག་སོ་ནག་སོང་ཆང་རག་ཆོད་ཅེས་ཕྱིན་པ་ཡང་གནོད་སྐྱོར་ཞིག་ག་འདྲའི་གཟུགས་པོར་བས་ཀྱང། ད་ད་ལྟ་དུས་སུ་རེ་བཞག་ཆང་རག་དེ་བཏུང་ཡག་དེ་ལས་ཡང་བཏུང་སྟངས་འཐུང་ལུགས་ཅིག་ཡོད་རེད་པ་ད་དུས་སུ་འབྲེལ་བ་བསྡུར་ཁག་ཅིག་གིས་ནི་ཆང་རག་དེ་འཐུང་སྟངས་ཅི་ལ་ཡིན་ན་འབོར་ཆེན་བཏུང་ཡག་དེ་འདྲའི། དཔེ་ལ་ཆ་བཞག་ན་ང་རང་ཚོ་གྲོགས་པོ་གྲོགས་མོ་དེ་འདས་འཛོམས་གནང་དུས་ཀ་ནས་ད་རིས་དེ་རུག་རུག་བྱས་བྱས་བསྡད་པས་ན། ཐེངས་གཅིག་ལ་ཡིན་ན་བེད་དུ་ཁོ་རུ་ཚད་ལས་བརྒལ་བ་ར་བཟི་བཟི་ཁོ་རུ་བཏུང་ཡ། དེ་འདས་གོམས་གཤིས་རང་ཚུགས་ན་རྩ་བ་གཉིས་ནས་ཡག་པོ་སྤྱད་མི་འདུག་གཉིས་ལ་ཡིན་ན་ཁྱེད་རང་གི་ཆང་རག་རེ་བཏུང་པའི་བྱེད་ལ་ཡིན་ན། ད་ལྟ་ག་རེ་ཟེར་ན། ས་ཆ་གཞན་དག་དེ་གཅིག་བཏུང་ཚར་སོང་ན་ཡང་གཞན་དག་ཅིག་ལ་བཏུང་ཡ། དེ་འདས་མུ་མཐུད་ནས་ཡང་འདི་འདྲའི་བྱིས་དུས་སྐབས་ནས་ཁྱེད་རང་གི་ཁྱིམ་པ་ལྡི་ལི་ཡིན་ན་ཨ་རི་ཁོ་རེ་བསྟེན་ཡག་མི་འདུག། ད་དེ་འདྲའི་ལུས་ཀྱི་ལང་ཆང་རག་ཆོས་ཉན་ཆང་རག་ཆོས་བྱས་ཆེན་པོ་ནས་ཅིག་ཆེན་པོ་ད་གནོད་སྐྱོན་ཕོག་ཅིག་ཅིག་ནད་པ་ཅིག་གིས་ད་ནམ་རྒྱུན་ཅིག་ག་ས་རེད། དུས་ཐོག་ལ་ཡང་སྨན་བཅོས་མ་གནང་པའི་ནད་རེ་ཡང་མེད་ན་སྨན་པས་ཅིག་ཞལ་མ་སེམས་བྱས་ཨ་ཅིག་སྨན་བཅོས་ཡག་པོ་ཅིག་མ་བྱུང་མེད་ན་དེས་ཅིག་ཉེས་སྐྱོན་རེ་ཅིག་ག་རེ་ཡོད་ན། དེ་ལ་སུ་ཡང་རེད་བཤད་ཚེ་ཙང་ང་རང་ཚོའི་གི་སྨན་ཁང་ནང་འཕེལ་རྒྱས་ཀྱི་ནད་པའི་དབང་ནས་བཤད་ན། གཅིག་སྦི་རག་ཆུ་ཁོག་ཆོད་པོ་དེ་འདི་མ་རེད་རྒན་ལགས་སོ་ད་ཨ་རག་དཀར་པོ་དེ་སྡུག་བསྔལ་མང་པོ་ཞིག་རག་ཡོད་རེད་ཚེ་ཙང་ཡིན་ན་ཨ་རག་དཀར་པོ་དེ་ཐེངས་གཅིག་ལ་ཡ་ཁྱེད་རང་ཤུགས་ཆེན་པོ་ཞིག་བཏུང་པ་ཡིན་ན་མཆིན་པའི་གི་གནོད་རྒྱུ་དེ་ཡིན་ན་ཉམས་བཞག་རྒྱུན་དུ་ཉུང་ཉུང་སྟུག་ཉལ་དང་བྱས་ན་འདྲ་ཡ་མི་འདུག་ཐེངས་གཅིག་ལ་ཡ་ཁྱེད་རང་ད་ད་ལྟ་ག་རེ་ཟེར་མཆིན་པ་ས་དེ་ག་རེ་བྱེད་འོ་རེ་ཟེར་ན་ཨ་རག་གི་བདག་ཉིད་དེ་བྱེད་བྱས་ཡིན་ན། མ་དུག་སེལ་བྱེད་ཡག་གི་ནུས་པ་དེ་མཆིས་པར་བ། ཨོ་རེད་ད་ལ། དེའི་སྐབས་ལ་ཨ་རག་གི་འབོར་ཆེན་འདུག་བྱས་ཡིན་ན་དུག་སེལ་དེ་བྱེད་མ་ཐུབ་བྱས་བྱས་ཡིན་ན་ཨ་ནེ་ག་རེ་སོགས་རེད་ད། ནད་པ་མང་པོ་གཅིག་གིས་ག་རེ་ཟ་མཆིན་པའི་གི་ནུས་པ་དེ་ཉམས་འགྲོ་གི་འདུག་ད་ལ་ཕྱི་ལུགས་ངོས་ནས་གསུངས་པ་ཡིན་ན་མཆིན་པ་ཟ་དེ་ཡིན་ན་ང་རང་ཚོས་མངར་ཆའི་དྭངས་རྩེད་གི་ཚུལ་འཛིན་དེ་ཡིན་ན་མཆིན་པས་བྱེད་གི་འདུག་ཨང་དེའི་ནང་ལ་སྐབས་རེ་ཡིན་ན་མངར་ཆའི་དྭངས་རྩེད་དེ་ཐོག་རུ་ཕྱིན་པ་ཡིན་ན་ཡར་མར་བཏང་ཡག་དེ་མཆིན་པས་བྱེད་གི་འདུག་དེ་ནང་བཞིན་གྱི་ང་རང་ཚོས་གཟུགས་པོའི་ནང་གྲུབ་བྱེད་དེ་ཅི་དགར་ཟ་དེ་རུ་བ་ད་ཕྱི་ལུགས་གསུངས་ན་བའི་ད་མའི། ལྟར་འདའི་ཟེར། དེ་ཡི་ཅི་དགར་ས་དེ་ཡིན་ན། ག་རེ་ཟེར་ཚོད་འཛིན་བྱས་ཏེ་ཕྱིན་པའི་བྱེད་ཀྱི་དོགས་པ། དེ་མིན་གྱི་གཟུགས་སྐུའི་ནང་ལོགས་འཚོ་བཅུད་ཀྱི་དར་མང་པོ་ཅི་འོད་ཟེར་སུ་རིགས་ཏེ། AAP རིགས་མང་པོ་ཡོད་རེད་དེའི་ག་རེ་ཟེར་ཚོད་འཛིན་དེ་ཕྱིན་པའི་བྱེད་ཀྱི་དོགས། དེ་མིན་ག་རེ་ཟེར་ན་བུ་མོའི་བུ་དང་བུ་མོའི་ཁྱད་ཆོས་དེ་ཡང་གི་ག་རེ་ཟེར་ན་ང་རང་ཚོའི་ཏང་ལྟ། སྤྱིའི་གཟུགས་གསར་དུ་དེའི་ཚོད་འཛིན་དེ་ཕྱིན་པས་བྱེད་དོ་དཔྱད་བཟང་ང་རང་ཚོས་ཀྱི་དེ་གས་ཀྱི་ལས་ཀ་གང་ག་ཕྱིན་པས་བྱེད་དུས་ཕྱིན་པ་ག་རེ་ཟེར་ན་རྒྱལ་བྱེད་པོ་ཞེ་དྲག་ཡིན་པ་དེ་ཁྱེད་མགོ་གི་འདུག་ཁྱེད་རང་གལ་སྲིད་ཁྱེད་རང་གས་ཆང་རག་འབོར་ཆེན་ཅིག་བཏུངས་པ་ཡིན་ན་ནུས་པ་དེ་གས་ཉམས་པ་ཡིན་ན་ཁྱེད་རང་ནད་རྟགས་ཡང་འདྲ་བ་འདི་ཐོན་ཡོང་གི་རེད་དཔེར་ན་ང་རང་ཚོས་ད་ལྟ་གྱེན་ལངས་སུ་ཡག་རེད་སྤྱི་སྟངས་ངོས་ནས་བཤད་ན། དང་པོ་དེ་ཁ་ལག་གི་དང་པོ་ནས་ཆགས་འདུག་ཁ་ལག་ཟ་ཉིན་མ་ཐོན། དེ་ནས་ད་རེས་ན་ཨ་ལི་ཨོ་ཕྱི་འགྲིག་ཡུལ་ན་ཚ་བཏང་ཡ་འདག་སུག་བཏང་ཡ་ཁོག་པོ་འབོལ་རྐྱང་བྱེད་ཡ་ཨ་ལྷག་པར་དུ་ནད་པོ་དུག་བའི་རྐང་གླིང་ན་གར་བྱེད་དོ་ཟེར་ན་མིག་སྤྲིན་འགག་གསེར་རྐྱང་བྱེད་རུ་གཟུགས་པོ་ཡོངས་འཁོར་སྤང་རྟོགས་སེལ་བ་བྱེད་ཡ་དེའི་སྐབས་ལ་ག་རེས་ན་མཆིན་པས་རང་གི་མཁྲིས་ཁུལ་གྱི་ག་རེས་ན་འདག་སྙིགས་བྱེད་ཡ་གི་ནུས་པ་ཉམས་བཅས་ཡིན་ན་ཨ་ལི་གཟུགས་པོ་ཡོངས་པགས་པ་སེལ་བ་བྱ་ཡ་དེ་དང་འདྲ་བར་རིམ་བཞིན་ན་ཚ་དེ་རྒྱུན་ལྡོག་གར་འགྲོ་དོ་ཟེར་ན་ཨ་ལི་ཁོག་པའི་ན་ཟག་ཆུ་ཚགས་བྱེད་ཡ་ནད་པ་ཁ་ཤས་ཡིན་ན་ཆུ་ས་ཤ་ཟེར་ཡ་དང་དེ་ནང་བཞིན་གྱི་ག་རེ་ཟེར་ན་རྐང་སྦལ་གང་དང་བོད་གོང་དང་ངར་དོང་དང་ཚང་མ་ལོ་ལ་སྤྲང་པོ་ཆགས་མེས་པོ་ཁ་ཤས་ལ་ཡ། ཆུ་ས་བའི་སྤྲང་པོ་དེ་འདི་ལེགས་གཏོང་བ་དེ་ཡའི་ག་རེ་ཟེར་ན་ཕྱི་འབོད་ཀྱི་གནོད་སྐྱོན་ཕོག་པའི་ན་ཚ་རེད། དེ་དང་འདྲ་བོ་ག་རེ་ཟེར་ན་ཁ་ཅིག་ན་ཨ་ནི་མེས་པོ་ཁ་ཤས་ཁྲག་སྐྱུག་ཉེན་ཡོད་རེད་ཁྲག་སྐྱུག་ཡང་ཁ་ཤས་ག་རེ་ཟེར་ན་ཙོག་པོ་སྐམ་པོ་སྐམ་པོ་ཆགས་ཡང་ཁ་ཤས་ཡིན་ན་གྲོགས་ཤེས་ཤེས་པ་དེ་བྱས་ཙང་རྡོ་མཚོ་གང་པོ་ལོ་ག་རེ་ཟེར་ན

རྒྱུན་ལྡན་ལྟར་གནས་དགོས་བོ་རེད་བ། བདེ་ཐང་ངང་ལ་གནས་དགོས་བོ་རེད། ཁྱེད་རང་གི་ཆང་རག་མང་བོ་དང་དེ་གས་བདེ་ཐང་གནས་ཐུ་ཡག་བྱས་བོ་རེད། ཁྱེད་ཚང་དེ་འད་གི་ཆང་རག་གི་གནོད་སྐྱོན་དེ་འད་གཏང་གི་འདུག་ན། བཀའ་ལྷན་རྒྱས་ཚོས་ངོ་ནས་ཡིན་ཆེས་ཟབ་ས་གནང་དགོས་ད་ནམ་རྒྱུན་རྒན་ལགས་ང་རང་ཚོའི་ནད་ཐོག་སྨན་བཅོས་གནང་པའི་བརྒྱུད་རིམ་ནང་ལ་སྨན་ཁང་ལ་དཔེ་བཟང་ཆང་རག་ཆུ་བེད་བཅས་མཆིན་པ་ཡག་ཅིག་གནོད་སྐྱོན་ཕོག་པའི་ནད་པ་དེ་འད་མང་ལོ་ཡི་ནར། རྒྱ་ཆེར་ཞིག་གསུངས་པས་ན། ད་ཅི་ལྟར་བྱས་ན་ང་རང་ཚོས་མང་ཤོས་དེ་བྱས་ན་ཕྱི་ནས་དེ་འདུལ་བདེ་བ་དེར་བབས། ད་གནས་དེའི་ནང་ནས་ག་རེ་ཟེར་ཨང་གཉིས་པ་དེ་ཕྱི་ནས་ཆང་རག་བཏུངས་པའི་ན་ཚ་དེ་རེད། ཕྱི་ནས་དུག་ཐབས་ཀྱི་ནད་པ་རེད། དེའི་ནང་ནས་ཡིན་ན་ཆང་རག་བཏུངས་ཉེན་གྱི་ནད་མ་མང་པོ་ཅི་དེ་འདྲས་བྱེད་ཀྱི་གཏོང་བ་ཁོ་རང་གིས་ད་སྨན་ཁང་ལ་ཡོང་དུས་དཀའ་ལས་ཡང་སྨན་པའི་ཁ་ལ་ཉེ། སྨན་བཅོས་དེ་ཡག་པོ་ཞེ་དྲག་བྱས་དེ་དེ་ཞིབ་པར་ར་སྨན་འདི་གས་ཡག་པོ་ཟེར། རྟ་ཨམ་ཅི་ཀའི་ག་རེ་སོང་ཆང་རག་བཅོས་གསུང་བསྐུར་བ་ཆང་རག་བཅད་པའི་སྐབས་ལ་ཡིན་ན་སྨན་ཁང་སྡེ་བཞིའི་པར་ར་ལས་ཡ་ཆང་ཡག་པོ་ཞུ་འཛེམ་ཐུབ་ཀི་འདུག་ད་ཁོ་རང་ལོ་ཚགས་སོང་ན་ཡག་པོ་ཅིག་གྲགས་བཅད་འགྲོ་དུས་ཡང་མར་ཐལ་ཅེས་བཏགས་པ་རང་གི་བ་དུ་ཙམ་རེད་ལ། དེ་འདྲ་ཞིག་གི་ནད་པ་དེ་འདྲས་མང་པོ་ཡོད་དུས། གཅིག་ནས་ང་རང་ཚོའི་ག་རེ་སོང་ན་མི་རྒྱལ་ཁབ་ཀྱི་ག་རེ་སོང་ཁོ་རང་ཧྲོ་སོང་སྟངས་ཅན་ཡིན་ན་སྨན་བཅོས་འགན་བཅོལ་གྱི་དངུལ་དེ་ཏང་ལ་འགོར་བ། གཉིས་ནས་ཡིན་ན་རང་གི་ཁྱིམ་ཚང་ལས་འགན་མ་འཁྱེར་ཆེད་རང་གི་ག་ཚད་ཅེས་ཟེར་ནས་ད་ག་རང་བཙུགས་རྗེས་ན་ཚ་འདི་རང་ཅག་ནང་ཉལ་ཏིང་འདི་མང་པོ་ཞིག་རག་འདུག་ང་རང་ཚོའི་ནད་པ་ཁ་ཆེ་ཡིན་ན། ནད་དུས་ཐེངས་མ་གཅིག་མ་རེད་གཉིས་མ་རེད་གསུམ་དེ་འད་ཞིག་ད་ཡོང་ཉལ་ཡོད་རེད་བྱས་ཙང་གཞུག་འདི་གར་ཆག་རེད་ཟེར་ན་ཁྱེད་རང་གི་མཆིན་པ་འདི་ན་ཚ་འཕེལ་རྒྱས་ཆེན་པོ་ཡིན་ན་མཆིན་པ་ཁྲག་པ་ཆག་ཡག་དང་མཆིན་པའི་འབྲས་སྐྲན་གྱི་ན་ཚ་ཆག་རེད། སྤྱི་ལེ་གང་ལ་ཡ་གཅིག་སྤྱི་ལེ་ཡ་གཅིག་གལ་དུ་ད་བད་ཀན་འདྲ་ཚུ་ཐུབ་མི་འདུག། གོང་ལ་ང་ནང་ཚུ་སྲིད་པའི་ནད་པོ་དེ་ཡིན་ན་ཨ་ནི་ཡི་ག་རེད་ཟེར་ན་རྒྱུན་དུ་ཡིན་ན་ཆ་རག་པས་ཚུ་ཐོག་ཚུ་ཐོག་ཚུ་བཏུང་དེ་ནས་རིམ་བཞིན་ཡིན་ན་ད་ལོ་ཉི་བཞི་ཚུ་བཏུང་བྱས་ཡིན་ན་ཨ་རིམ་བཞིན་ཆེན་པོ་ལ་ཡ་ད་ནུས་བབ་ཆོ་བྱས་ཡིན་ན་གོང་དོང་ལ་ཡ་དོང་ནག་པོ་ཆ་ཡ་མིག་སྤྲིན་སེར་པོ་ཆ་ཡ་ཨ་ད་མདོ་དེ་ལས་ལྷག་པའི་ག་རེ་ཟེར་ན་རྐང་པ་དུ་བ་སྐྲང་པོ་བྱུང་བྱས་ཡིན་ན་ཨ་ནད་པོ་དེ་ཡིན་ན་ཕྱི་འདྲ་སྨུག་པོ་རྒྱལ་པོ་ཐ་མལ་དེ་འདྲའི་ནད་རྟགས་འདི། དེ་ཡང་དགེ་བའི་རྟགས་དག་དེང་གི་དུང་བ་ཁྱེད་ཚང་ཡིན་ན་ང་རང་ཚོ་ཐུག་འདུག་མུ་མཐུད་ནས་ཡིན་ན་ཆང་རག་བཏུང་བུ་ཡིན་ན་དེ་བས་ག་རེ་ཟེར་ན་ཨ་ནི་རྗེས་ལ་ཡར་ཁོག་པའི་ནང་ཆུ་ཟ་ཡག་སྣ་ཁྲག་ཐོན་ཡག་ཁྲག་བཤལ་ཡག་དེ་འདྲས་ཀྱི་ནད་རྟགས་འདི་ཐུག་འདུག་ཁྱེད་ཚང་ངེས་པར་དུ་ཡིན་ན་ཆང་རག་དེ་ཡིན་ན་འཐུང་བཤད་པ་དང་རེ་བ་ཚད་དང་རྒྱས་པར་བཏུང་ཡག་ཡིན་ན་ངེས་པར་དུ་ཡིན་ན་ཟབ་གསོ་བྱེད་དགོས་ཡག་དེ་རེ་བཤད། ཐག་རང་རེད་ཀྱང་ད་ནམ་རྒྱུན་ང་ཚོའི་འཚོ་བའི་ཁྲོད་ལ་གོམས་གཤིས་མང་པོ་ཅིག་འགྱུར་ལྡོག་གཏང་དགོས་ཀྱི་འདུག་ལྷག་པར་དུ་ད་ཅིག་ཆང་རག། ཆོས་ཡག་གི་གོམས་གཤིས་རེད་བ། ཤ་མོ་དང་ཨ་ན་ཚོ་ཞིང་འབྲོག་ཁུལ་ཁག་ཅིག་གི་དེ་འདྲའི་གསུང་དོག་ང་ད་སྙན་མ་ནས་ད་ལོ་ཆུང་ཆུང་ནས་པའི་ཆང་རག་བཏུང་ཡོང་པའི་ཟུག་གུ་སྣང་དག་མེད་ཟེར་བ་ལ་ད་ད་ལྟ་དུས་ཚོད་རྒྱུ་འདོག་འགྲུག་བ་རེད་འཚོ་བའི་གོམས་གཤིས་རྒྱུ་འདོག་འགྲུག་བ་རེད་འཚོ་བའི་སྤུས་ཚད་རྒྱུ་འདོག་འགྲུག་བ་རེད་མཁའ་རླུང་རྒྱུ་འདོག་འགྲུག་བ་རེད་ཚང་མ་རྒྱུ་འདོག་འགྲུག་བ་རེད་དེ་འདྲས་འདི་ཁྱེད་རང་གི་ཅིག་འཚོ་བའི་གོམས་གཤིས་ཚོ་ལས་ཅིག་སྟབས་དང་བསྟུན་ཞེ་གོ་སྐབས་དང་བསྟུན་ཞེ་རེད་བ་ལ་ཅིག་རྒྱུ་འདོག་ད་ཡང་དེ་གལ་ཆེན་པོ་རེད་ཕྱི་པ་ཡང་གནོད་སྐྱོན་མེད་པའི་ཅིག་མི་ཅིག་ངོས་ནས་ཆ་བཞག་པའི་ནམ་རྒྱུན་ནས་ཅིག་ཕྱི་པ་སྲུང་སྐྱོབ་བྱེད་སྟངས་དེ་ཡང་ཡང་ད་སྔོན་འགོག་བྱེད་ཐབས་ཤེས་དེ་ཅིག་ག་རེ་ཡོད་ན་གྱི་ལ། རྫས་དང་སྤྱོད་ལམ་དུ་ཡང། གཟུགས་སོགས་བྱས་ཏེ་ང་རང་ཚོའི་རྒྱུན་དུ་གོ་དོན་དེ་ཤེས་དགོས་ཡ་རེད་བ། དེའི་ནང་ལོགས་བྱས་ན་ཟས་དངོས་ནས་བྱས་པ་ན་གོང་ལོ་བཞི་བ་ནང་བཞི་རེ། ཚ་བ་དང་སྐྱུར་བ་ལྷག་པར་དུ་ནི་ང་རང་ཚོའི་བསྙལ་བཞག་པའི་རིགས་ཤིག་དང། དཔེར་ན་ད་གཟོད་གློ་བུར་སོང་དེ་ང་ཚོ་དགའ་བོ་རེད་རེད་བ། ཡིན་ནའི་ལས་ག་རེ་ཟེར་ན་བསྙལ་བཞག་པའི་རིགས་དེ་ཡིན་ན་ཆེན་པོ་ལས་ཡང་གནོད་ཡ་ཤུགས་ཆེན་པོ་འདུག་དེ་དང་འདྲ་བ་ཡིན་ན་ཤ་དང་དེ་འདི་ཡིན་ན་ང་རང་ཚོའི་མང་པོ་ཅིག་གོམས་གཤིས་ག་རེ་ཟེར་ན་ཤ་དེ་ཡིན་ན་བྱི་མོ་ཚ་བོ་དེ་འདི་སྨུག་པོ་ཆགས་འགྱུར།

བརྫུན་བཙན་དེའི་མཆིན་པས་བྱི་གོར་བ། འོང་རེད། ཁྱེད་རང་གི་མཆིན་པ་དེ་ནུས་པ་ཉམས་པ་ཡིན་ན་ཨ་ནི་ག་རེ་ཟེར་མཆིན་པ་ལ་ཡང་སྲུང་སྐྱོབ་བྱེད་ཡག་ཕན་ཐོག་འོང་ཡོད་རེད། བྱི་གོར་བ། ད་ནི་དེ་སྤུས་ཚད་དག་ཅིང་འོང་རེད་སྤུས་ཚད་ཚད་གཞི་རན་པོ་ཆེ་ཞིག་ཡོད་དཔེར་ན་ཆ་ཟེར་ན་ང་རང་ཚོའི་ད་མི་འབྲིའི་འོ་མ་དང་རེད་བ། འོ་མ་དེ་འདྲའི་སྤུས་ལེགས་དེ་འདྲའི་ཡོད་པ་ཡིན་ན་དེ་འདྲས་བལྟས་ཏེ་མཆོད་ན་ཡག་པོ་ཡོད་རེད་བ། འོང་རེད་བ་ལ། དེ་ཟས་སྤྱོད་ག་ནས་བྱེད་པ་ཡིན་ན་ཨ་ནི་ང་རང་ཚོ་སྤྲི་དཀར་གྱི། མང་པོ་ཡོད་པ་དེ་འདི་དཔེར་ན་ཉ། ཉ་ཐང་སོགས་དེ་འདི་བཏུང་ན་ལ་ཡིན་ན་ཕྱི་པའི་གི་ཟག་ཆུ་བསགས་པའི་ནད་པོ་དེ་འོ་ན་ཆུ་བསགས་པའི་དེ་འདི་ནད་པོ་དང་འབྲེལ་ལ་ཡིན་ན་ཕན་པོ་ཞེ་རགས་ཡོད་རེད། ད་ཁྱེད་རང་རྣམས་པས་ག་རེ་བསམ་ནད་པོ་དེ་མཆིན་པ་ཁ་ཤས་དུག་གུ་ཡོད་དུས་ག་ནད་ཡིན་ན་མཆིན་པའི་འདུས་པོ་ཉམས་བྱེད་ཡིན་ན་ང་རང་ཚོའི་གཟུགས་པོའི་ནང་ལོག་གི་ད་ག་རེ་བསམ་ན་ག་རེ་ཁྲག་རིལ་དཀར་པོ་ཁྲག་རིལ་དམར་པོ་ཁྲག་རིལ་ག་རེ་བསམ་ན་འདི་ཆ་སྐྱིང་གི་ནུས་པ་ཚང་མ་ལོ་ཉམས་ཉེན་ཡོར་ཆེ་ཚང་ཆང་རག་དེ་ཆེ་ཚང་ཁྲག་སྐྱུར་པོ་དང་ཁྲག་བཤལ་བའི་ནུས་པ་ཁ་ཤས་ལ་ང་ཚོ་ཨམ་ཆིའི་ཐབས་ཤེས་ཡིན་ན་ཧ་ཅང་གི་ད་ཟས་དྲོ་བྱེད་ཀྱི་ག་རེ་ཟ་ཁྱེད་རང་གིས་གཞན་དག་གི་ཇུ་ཆིའི་མ་ལག་ནས་ཁྲག་སྐྱུར་པོ་དང་འདྲ་ཡ་མི་འདུག་ཁྲག་དཀར་ཡག་གང་ལ་ཡིན་ན་ཚོད་འཛིན་བྱེད་དུས་ཁག་པོ་ཞིག་རག་འདུག་ཁྱེད་ཚང་ཡིན་ན་ཆར་ཕྱིན་པ་དེ་ལ་ཡིན་ན། ཁ་བྲལ་ཁྲ་དཀར་ཡག་གང་ལ་ཡིན་ན་དམ་འཛིན་བྱེད་དུས་ཁ་ཁོ་ཞེ་རག་གཏོང་བ་དེ་ནང་ཞིག་གི་ཁྱིམ་པ་ས་དེ་ཡ་སྣང་ཆུང་ཅི་ཡ་བྱེད་ཡམ་འདུག་ཁྱེད་རྣམས་ཚོ་ཡ་རྒྱུན་དུ་ནས་འཚོ་བ་ན་ལོ་ལེ་གོམ་གཤིས་དང་ཚོ་ཡ་བོ་གནང་དགོས་ཡ་རེད་ཤག་དེ་ཡི་ཁ་རེད་ཟེར་ན་རང་གི་ཁྱིམ་པ་དེ་ཡིན་ན་ན་ཚ་དུག་རུ་མ་འགྲོ་ཡ་ལྷག་པར་དུ་ང་རང་ཚོའི་ད་ལྟ་ཕྱི་ནས་དེ་འདུལ་ནས་བ་དེ་འདས་གི་ཁག་ཅིག་ཕྱི་གིས་ནས་ཡ་ཁ་བར་སོང་བ་རེད་བ། ཧོ་དེ་ན་ཚ་དེ་ཡུ་གུ་ཡུ་གུ་ལས་ཆང་རག་དུག་མདོང་བ་དེའི་རིགས་དེ་ཡིན་ཨ་ཁྱེད་རང་གི་ཁྱིམ་པ་དེ་དེ་བས་ཁ་རེད་ཟེར་ནས

ལི་སི།
ད་ང་རང་ཚོ་རྒྱུན་དུ་ཕྱག་ན་རང་སྟོང་ཉལ་གྱི་ངང་ནས་བཤད་པ་ཡིན་ན། ག་རེ་ཟེར་ན་རང་གི་ཟུག་གུའི་སྒང་ལ་མངོན་རྟགས་ག་རེ་བྱུང་འདུག་ཟེར་ན། དང་པོ་དེ་ཡིན་ན། རང་ཁ་ལག་ལ་ཡར་ཟ་འདོད་མེད་པ། ཟུག་གུ་ཉོབ་པོ་ཞིག་རག་བྱེད་ཡ། གཉིས་ནས་ཡིན་ན་ཁོག་པ་ཡར་བུད་རྒྱང་བྱེད་ཡ། དེ་བཞིན་ཡིན་ན་ཟུག་གུའི་སྒང་ལ་ཡིན་ན། ང་རང་ཚོའི་ལྟ་དོམ་དར་དང་འདྲ་བའི་དམར་ཐིག་དེ་འདེད་དུས་ཀླད་དུས་གང་ནས་ཡིན་ན་ངེས་པར་དུ་ཡིད་གཟབ་བྱེད་དགོས་ཡ་རེད་ཤག། ཁྱེད་རང་གིས་གནས་ཚུལ་དེ་ཡོང་དུས་བཀའ་བསྟན་ཡིན་ན་དང་ཐོག་འདི་ག་རེད་ཟེར་ན། ཁྱེད་རང་གི་ཆང་རག་འདི་དོན་དུ་མུ་མཐུད་ནས་འཛེམ་དགོས་ཡ་འདི། ཁྱེད་རང་ལ་ཡ། འགྲན་ཟླ་སྤྲད་པ་འདི་བརྡ་ཐོ་སྤྲད་པ་དང་ཆ་རེད། ཁྱེད་རང་བརྡ་ཐོ་སྤྲད་འོ་ད། དེ་ནས་འདི་ཡིན་ན།
ཁྱེད་རང་གིས་དུས་ཐོག་ཏུ་ཡིན་ན་སྨན་ཁང་ལ་ཕེབས་རྗེས་ཡིན་ན་གཟུགས་པོ་བརྟག་བཤེར་བྱེད་ཡ། སྨན་པ་ལ་ཡ། ཁྱེད་རང་གི་ནད་གཞི་གི་གནས་ཚུལ་དེ་ཡིན་ན་ཡ་སྙན་གསན་ཞུ་ཡ། དེ་བཞིན་ཡིན་ན། ཕྱི་ནུས་བརྟག་དཔྱད་བྱེད་ཡ་དང་དཔེའི་གྲོལ་ལུགས་བརྟག་དཔྱད་དུ་བྱེད་བྱེད་ཡིན་ན་ཁྱེད་རང་གི་མཆིན་པའི་གནས་ཚུལ་དེ་ཡིན་ན་དེ་འདྲས་ཅིག་རུ་སླེབས་འདུག་ཡིན་ན་ངེས་པར་དུ་ཤེས་རྟོགས་བྱེད་དགོས་ཡ་རེད་ཤག། ཁྱོད་གོང་མའི་ནང་རྒན་ལགས་ཀྱི།
ཆང་རག་དང་མཆིན་ནད་ཀྱི་སྐོར་གསུམ་རུ་བ་ལ་ད་ཆང་རག་བཏུངས་པིན་ན་ཨ་མཆིན་པ་ཡ་སྐྱོན་ག་འདྲས་ལག་གི་ཡོད་མེད་ལྷག་པར་དུ་ཅིག་ཆང་རག་བཏུངས་རྗེས་མཆིན་པ་ཡ་གནོད་སྐྱོན་ཕོག་པའི་ནད་ག་ཅིག་ག་ད་ནམ་རྒྱུན་ནས་ཅིག་ཟས་བཅུད་སྤང་ལག་ག་འདྲས་བྱེད་དགོས་མེད་མུ་ནས་གསལ་པོ་ཞེ་དྲག་བྱུང་སོང་ད་དེ་རིང་སུ་རེ་ཅིག་འཚོ་བཅུད་མ་འདང་བའི་རྐྱེན་ཞེས་བྱ། མཆིན་པ་ཡ་གཅིག་ད་ཤུགས་རྐྱེན་ཟིན་ནས་མི་འདུག་ཤུགས་རྐྱེན་ངན་པོ་ཟིན་ནས་མི་འདུག་ད་གནོད་སྐྱོན་ག་འདྲས་ཕོག་གི་ཡོད་མེད་སྐོར་བཀའ་འདྲི་ཞུ་གི་ཡིན་ད་ནམ་རྒྱུན་ང་ཚོའི་འཚོ་བའི་ཁྲོད་ལ་ད། དེང་སང་མ་གཞི་ད་ཉུང་ཉུང་ཡིན་གྱི་རེད་པ་ལ་འཚོ་བཅུད་མ་འདང་བྱས་ཡང་ནད་གཞི་ཕོག་ཉེན་དེ་འདྲ་ཡོད་རེད་པ་ལ་འདྲི་དུས་ད་འཚོ་བཅུད་མ་འདང་བའི་རྐྱེན་ཞེས་བྱ་མཆིན་པ་ཡ་ནད་གཞི་ཕོག་ཉེན་དེ་འདྲ་ཡོད་རེད་པས་ཡིན་ལ་རྒྱུ་མཚན་རེད་ཅེས་ག་རེ་ཡིན་ན། ཅི་ལྟར་བྱས་ན་ང་རང་ཚོའི་ཚུ་ཆེས་མ་འདང་བ་ས་དེ་ཡིན་ན། ད་ལྟ་ཡིན་ན་ཅི་ལྟར་བྱས་ན་དངོས་བདེན་ཤེས་ན་ཉུང་ཙི་བྱེད་དགོས་ཡ་རེད་ད་ལྟ་ག་རེ་བྱས་སྤྱི་ཚོགས་ཀྱི་འཚོ་བ་དང་ང་རང་ཚོའི་ཆ་རྐྱེན་གང་བཀོལ་ལོ་ཡག་པོ་ཞེ་རག་རེད་ད་ཡིན་ནའི་ད་མདོ་གནས་ཐོག་གང་ལ་ཡིན་ན་ནད་པ་རེ་གཉིས་མཐོང་ཡ་འདུག་ཚུ་ཆེས་མ་འདང་པའི་གནས་ཚུལ་འདི་ག་རེ་སུ་འདོག་ཟེར་ན་གཙོ་བོ་དེ་ང་རང་ཚོའི་ད་སྤུ་གུ་ཨ་མ་དེ་འདས་སྤུ་གུ་ཁོག་འདས་པའི་སྐབས་ལ་ཡིན་ན་ཨ་མས་ཡིན་ན། ཁ་ཟས་ཡིན་ན་ཡག་པོ་མ་བསྟན་པར་རེད་པ། ད་སྤྱིར་བཏང་གི་ཟས་དེ་འདི་བཅུད་མེད་པའི་ཟས་དེ་འདི་བསྟེན་པས་ཡིན་ན་དེའི་སྐབས་ལ་ཡིན་ན་རང་གི་སྤུ་གུ་དེ་གྲོག་ཁོག་ན་ལྡན་པའི་སྐབས་ལ་ཡིན་ན་ཨ་མའི་ཐོག་ནས་ཡིན་ན་ག་རེ་ཟེར་ན་ཚོ་གཅིག་མ་བཏང་པའི་གནས་ཚུལ། དེའི་སྐབས་ལ་ཡིན་ན་སྤུ་གུ་དེ་གསར་སྐྱེས་སྐྱེས་པའི་སྐབས་ལ་ཡིན་ན་སྤུ་གུ་དེ་ལ་ཡ། ལྷན་སྐྱེས་ནས་ཕ་མས་གི་བཅུད་མ་བཏང་པ་བྱས་བྱས་ཡིན་ན་སྤུ་གུ་དེ་གཟུགས་སྐུ་སྐྱོ་པོ་ཆགས་ཡ་དེ་འདི་གི་ཚོ་གཅིག་མ་བཏང་པའི་གནས་ཚུལ་གཅིག་དེ་རེད་བྱ། གཉིས་དེ་ཡིན་ན་ང་རང་ཚོ་ཡིན་ན་ནམ་ཞག་རྒྱུན་དུ་ཡིན་ན་སྤུ་གུ་ཕྱི་འཇུས་དེ་འདི་ཡིན་ན་གསར་སྐྱེས་སྐྱེས་ཚར་བའི་རྗེས་ལ་ཡིན་ན་སྤུ་གུ་ལ་ཡར་ཕ་མས་ཡིན་ན་སྐྲ་རུ་བ་ལྟ་གཅིག་ཁ་ལག་ག་ལ་ཡར་དོ་སྣང་མ་བྱེད་པ་གཉིས་ནས་སྤུ་གུ་རང་ཉིད་ཀས་ག་རེ་བཟོ་ན་ད་སྤུ་གུ་ལོ་གསུམ་བཞི་དུ་བ་ཆད་དུས་ག་ནས་སྤུ་གུ་ཡིན་ན་ཕྱི་ལོག་ནས་ཡིན་ན་ཚོང་ཁང་དུ་བ་ནས། ཨ་ནི། སྙན་པ་སྒྲ་མ་སྙན་པ་སྒྲ་མ་འདྲ་ཟེར་བྱས་ཡིན་ན་རང་གི། ཁ་རས་སུ་བཅུད་མེད་པའི་ཁ་ལག་ནི་ཞེ་དྲག་ཟད་པའི་རྐྱེན་གྱིས་ཡིན་ན་ཨ་ལས་ན་ཚ་དེ་ན་སྙན་མང་པོ་འདུག་འདི་ཡིན་ན། ཚུར་གཅིག་མ་བཏང་པ་དེ་ཡིན་ན་ང་རང་ཚོས་ད་ལྟ་མཆིན་པ་དང་འབྲེལ་བ་ཡོད་རེ་ཞུ་དགོས་ཡ་དེ་ག་རས་ན་མཆིན་པས། འཚོ་བཅུད་ཀྱི་དེ་ག་རས་མཁོ་འདོན་བྱས་ཡ་དེ་གོང་ལ་ཡ་ང་རང་ཚོས་ལེ་ཚན་འདི་ན་ཞུས་ཚར་བ་དེའི་ནང་ནས་འཚོ་བཅུད་འདི་ནང་ནས་ཡིན་ན། འཚོ་བཅུད་ཝིན་སན་སུ་ཨེ། པི། སི། ར། ལ་སོགས་པ་ཆ་ཚང་ལོག་ཡིན་ན་ང་རང་ཚོས་ཕྱིན་པས་མཁོ་འདོན་གནང་གི་འོར་བ་ད་དེ་མཁོ་འདོན་བྱེད་དུས་ཀ་ནས་དེའི་སྐབས་པ་ཡིན་ན་རང་གས་ག་རེ་ཁ་གསལ་ཡིན་ན་ཡན་ལ་སྤྲད་པ་ཁ་གསལ་བཅོས་མིན་བསྟན་པ་ཡིན་ན་ཨ་ལེ་རང་གི་འཚོ་བཅུད་དེ་མ་འདང་བའི་རྐྱེན་གྱིས་ཡིན་ན་རང་ཕག་ལ་ག་རེ་ཕྱིན་པ་ལ་ཡ་མཚོ་ནས་གནོད་སྐྱོན་འདི་འདྲས་བྱུང་གི་འདུག་བྱས་ཙང་འཚོ་བཅུད་མ་འདང་པའི་གནས་ཚུལ་དེ་ཡིན་ན་ད་ལྟའི་གི་སྤྱི་ཚོགས་ངོས་ནས་བྱས་པ་ཡིན་ན་ང་རང་ཚོ་མང་པོ་མཐོང་ཡག་དེ་ག་རེ་ཟེར་ན་སྤུ་གུ་ཆུན་ཆུན་དེ་འདིར་མང་པོ་མཐོང་གི་འདུག། ཁོ་ལ་ང་རང་ཚོའི་ཐང་དང་བཟི་ཡ་ནད་པོ་དེའི་གཙོ་བོ་དེ་དག་འཚོ་བཅུད་མ་དྭངས་པའི་ནད་པ་སྤུ་གུ་ཡིན་པ། ད་སྤུ་གུ་དེ་སྐྱེས་བཅས་ཡིན་ན་ཟླ་བ་གསུམ་ཙི་ལས་ཕྱིན་མི་འདུག་ཨ་ནེ་ན་ཛས་ཀྱི་ད་རྒྱུ་རྐྱེན་གཙོ་བོ་དེ་ཡིན་ན་གཅིག་ནས་སྤུ་གུ་དེ་ཨ་མས་ཡིན་ན་འོ་མ་དེ་ཏེའི་དམའ་ཞིམ་བྱེད་བཅས་ཡིན་ན་སྤུ་གུ་དེ་ཡ་འཚོ་བཅུད་མ་དྭངས་པའི་གནས་ཚུལ་དེ་འདྲས་བྱུང་འདུག་གཉིས་པོ་དེ་ཡིན་ན་ཨ་མས་སྤུ་གུ་དེ་ཡིན་ན་གྲོགས་ཁོག་ན་ཁོག་བསྡད་པའི་སྐབས་ལ་ཡིན་ན་སོ་སོའི་ཟས་སྤྱོད་ལ་ཡ་ཡིད་གཟབ་མ་བྱས་པའི་རྐྱེན་གྱིས་ཡིན་ན།

གཉིས་ནས་ཡིན་ན་ཤ་ཡི་ནད་ལས་ང་རང་ཚོ་ཡིན་ན་ད་ཚགས་ཤི་དང་དེ་འདྲའི་ནད་ལོག་ལས་ཡང་བཅུ་ཡག་པོ་ཞིག་རག་ཡོད་རེད་བ་ད་ཚོ་གང་དགོས་ལོག་ཡིན་ན་བསྟེན་ཡག་ད་སྤང་ཆགས་དམ་ཡག་དེ་ཡིན་ན་སྙན་པའི་རིགས་དེ་གང་ལ་ཡག་སུ་ཡག་གི་ད་ཚོ་གང་ལ་སྤང་ཆགས་དེ་ཡག་དེ་ཕན་ཐོག་ཆེ་པོ་འདུག། ད་རྒན་ལགས་མི་གཅིག་གི་གཟུགས་གཞིའི་ནང་ལོག་ཡ་འཚོ་བཅུད་མ་འདང་བ་ཟེར་ངེས་ཀྱི་མཚན་གཞི་ཅིག་ཡོད་རེད་བ་ལ་དེ་ག་འདྲས་ཞིག་བྱ་དགོས་རེད་བ་ལ། ད་དེ་ག་རེད་ཟེར་ན་ང་རང་ཚོ་འཚོ་བཅུད་མ་འདང་བས་ཡིན་ན། སྤྱིར་བཏང་ངོས་ནས་བཤད་ན་ད་ནང་དུས་ཁག་ཁ་ཤས་ཅིག་ནས་ཞུ་ཡ་རེད་བྱ། དང་ཐོག་འདི་ག་རེད་ཟེར་ན་ང་རང་ཚོའི། སྤུ་གུ་དེ་འདས་ཅིང་ངོས་ནས་བཤད་ན་རང་གི་ཇུས་གཅིག་མ་ལག་གི་ནོར་བུ་དེ་གས་ཅིག་ཉམས་དཀྲུགས་འདུག་ཏོ་འཇུ་མ་ཐུབ་ཡ། གཟུགས་སྐུ་ག་རེད་ཟེར་ན་སྐམ་པོ་སྐམ་པོ་བྱ་ཡ། དེ་འདས་ཀྱི་གནས་ཚུལ་གཅིག་འདུག་གཉིས་ནས་ཡིན་ན་འཚར་ལོངས་གང་ལ་ཡ་སྐྱོན་འདུག་འཚར་ལོངས་ག་རེད་ཟེར་ན་བུ་དེ་ཡིན་ན་ཁ་ལག་དེ་བཅུས་མ་བཏང་པས་ཡིན་ན་རང་དང་འདྲ་བའི་ལོ་ད་ལོ་འདྲ་པོ་འདྲ་པོ་ཡོད་རོགས་དཔེར་ན་ལོ་བདུན་བརྒྱད་ལ་ཆ་ཡིན་ནས་རང་གི་སྤུ་གུ་དེ་ནི་གཞན་དང་མ་འགྲོགས་པའི་ཚ་ལོག་དེ་འཁོར་བར་གཟུགས་གུ་དེ་སྐམ་པོ་སྐམ་པོ་ཆ་ཤ་རྒྱས་མ་ཐུབ་པ་ཚིལ་གྱི་ཆ་དེ་ཡར་འཕེལ་མ་ཐུབ་པ་དེ་འདས་ཀྱི་གནས་ཚུལ། གསུམ་པ་དེ་ཡིན་ན། ནད་པ་ཁ་ཅིག་སོང་རེ་ད་སྤུ་གུ་ཁ་ཅིག་ཡིན་ན་བསམ་བློ་བརྟན་པོ་ཅན་མེད་པར་རེ་བ་ལས་ཀ་དེ་བྱེད་ཀི་བྱེད་ཀི་ཕིག་གི་བྱེད་ཀི་བྱེད་ཀི་བསམ་སྟེ་བསམ་བློ་དེ་ཡིན་ན་བློ་རྩེ་བརྟན་པོ་བྱེད་མ་ཐུབ་པའི་ནད་རྟགས་དེ་འདི་ཡང་སྟོན་ཡོང་གི་འདུག་དེ་དང་འདྲ་བ་ཡིན་ན་ཨ་སྤུ་གུ་ཁ་ཤས་ཡིན་ད་ག་རེ་བསམ་ད་གཟུགས་པོའི་ནང་ལོགས་ནས་ད་བཅུད་མ་བཏང་བས་སྐྱེས་པ་ཡིན་ན། ཨ་ལས་ག་རེ་ཟེར་ན། ག་རེ་ཟེར་ན་རིགས་པ་དག་དང་གཟུགས་གང་འཁོར་ལོ་ལ་སྐྱོན་བྱེད་ཅན་ན་ཨ་ལས་གཉིས་ཡལ་བ་དང་ད་གཉིས་མ་ཁུག་པ་གནས་ཚུལ་དེ་འདྲས་ཡང་ཨ་ནི་ག་རེ་ཟེར་འཚོ་བྱེད་མ་འདང་པའི་གནས་ཚུལ་གང་དང་འབྲེལ་བ་འདུག་རེད་རེད་པ་ཡང་ད་ད་ནི་རྒན་ལགས་གསུམ་ནམ་རེད་ད་ད་འཚོ་བྱེད་མ་འདང་པའི་ནད་གཞི་མང་ཆེ་ཆེ་ད་སྤུ་གོ་ཡ་ཐོན་ཡོང་དུ་གསུམ་རེད་པ་སྣང་ཚུལ་དེ་རེད་པ་ལ་ད་སྤུ་གོ་ཡ་བོ་ཡ་གི་རྒྱུ་རྐྱེན་གཙོ་བོ་གཅིག་ད་གཅིག་ཕ་མེས་རེད་པ་ལ་ཨ་མས་གཅིག་སྤུ་གོ་ཕ་གོའི་ནང་བསྡད་དུས་ཨ་ནི་བཅུད་མ་འདང་པ་འདི་རྒྱུ་རྐྱེན་གཅིག་རེད་གཉིས་པ་དེ་ད། སྤུ་གུ་དེ་ག་ཟོ་རེད་ད་ཅིག། ང་ཚོ་ག་ཟོ་སྙན་པོ་དེ་འདྲ་མང་པོ་ཟེར་བ་ནམ་རྒྱུན་ད་ཅིག་མོ་ཟེར་ང་ད་སྒོམ་བྱེད་ཟེར་བའི་རེ་བ་སྐྱིད་ཤོད་ནང་ལུགས་ཤིག་གྱོད་བཀྲ་ཞེས་དེ་མང་པོ་ཟེར་བྱས་ད་དེའི་ཚུར་ཞུགས་མ་བཏང་བ་གཉིས་ད་ནམ་རྒྱུན་རྒན་ལགས་ཅིག་དེ་གཉིས་ཕུད་པའི་དཔེར་བྱས་ན་ས་གནས་ཀྱི་ཐོག་ནས་སྤུ་གུ། ས་གནས་ཀྱི་རང་བཞིན་གྱི་སྤུ་གུ་ཡང་བཅོས་མ་བཏང་བས་དེ་འདྲའི་ཁྱད་པར་ཡོད་རེད་པས། ད་ས་གནས་ངོས་ནས་བཤད་པའི་ད་ང་རང་ཚོའི་ད། ད་ལྟ་ཡིན་ན་ལྷས་ས་དུ་བ་ཡིན་ན་ཕ་མས་ཚང་མ་ལོག་གི་ད་ཤེས་ཡོན་དང་རེ་བ་ཤེས་བྱའི་གི་དོ་ཚོ་ཡག་པོ་ཡོད་ཙང་པུ་གོར་སློབ་གསོ་ཡིན་ན་འདྲ་པུ་གུ་གི་ཁ་ལག་གང་ལ་ཚོད་འཛིན་བྱེད་ཡག་ག་ལ་ཕ་མས་ཡང་གར་སོ་རེད་ད་དེ་ལ་སློབ་གསོ་ཡག་པོ་སྐྱོན་ཐུག་ཏུ་ང་ད་ཡིན་དེ་ང་ཚོ་ས་གནས་ག་རེ་ཚོ་ད་ཚོ་ན་ཚོ་དེ་ཞིང་འབྲོག་ས་ཁུལ་དང་འབྲོག་པའི་ས་ཁུལ་ལ་ཡིན་ན་བརྙན་པ་བུ་འཇུག་མོ་འཇུག་བཙོང་ཡག་པུ་གུ་ཡིན་ན་ལས་དངུལ་གྱི་སྤྲད་བྱས་ཡིན་ན་བརྙན་པ་ཉོ་ག་བཏང་ཡག་དེ་འདས་ལས་བྱས་བྱས་ཡིན་ན་པུ་གུ་ལ་ཡག་ཁ་ལ་བི་གི་བརྙན་པ་དེ་ཡག་ཉེས་ལ་མ་བལྟས་པའི། ཨ་ནི་སྤུ་གུ་ལ་ཡ་རགས་དྲུག་འདུག་ཁྱེད་ཚོ་ས་འབྲས་དེའི་ཏི་ལི་རིགས་ལས་བལྟས་པ་ཡིན་ན་ང་རང་ཚོ་ཞིང་འབྲོག་ས་ཁུལ་དང་ཨ་ནི་ལྷག་པར་དུ་འབྲོག་པའི་ས་ཁུལ་ལ་ཡ་ད་འཚོ་བཅུད་མ་འདང་བའི་གནས་ཚུལ་དེ་ཡིན་ན་ཅི་ལྟར་མ་ང་ཡོད་རེད་དེ་ག་རེད་ཟེར་ན་གཙོ་བོ་དེ་གཙང་སྦྲ་དེ་ལ་དང་དོ་སྣང་དེ་ལ་ཡ་མ་བྱ་བའི་རྐྱེན་ད་ཡིན་དེ་འབྲོག་པ་རང་རེད་ཀྱི་ཁོ་ཚོ་འདི་འཚོང་ས་མེད་པའི་ས་ཆ་འདི་ཡིན་པ་ཡིན་ན་ཨ་ནི་ཡང་ག་རེད་ཟེར་ན་ཁོ་རང་གི་ས་ཡག་གི་ད་འཚོ་ཡིན་ན་ང་རང་ཚོ་སྤུས་དག་པོ་ཟེར་དགོས་ར་ཤ་ཡིན་ནས་མ་ཡིན་ནས་ཙོ་ཙོ་གང་གི་ལོ་སྤུས་དག་པོ་ཡིན་ན།

བཅུད་བཏང་དགོས་པའི་གསུང་པའི་ཟེར་ཨ་ནི་བཅུད་ལྡན་གྱི་ཞལ་ལག་དེ་འདྲ་མང་པོ་མཆོད་ཡ་ཨ་དྭགས་ནས་བཞིན་ད་ཚོ་ཆུ་ཁ་གསབ་ཡིན་ཟེར་ད་དེང་སང་བུའུ་ཕིང་ས་ཟིག་འདུག་བ་རྒྱ་གར་རེད་བ་ཨ་ཅེ་སྨན་རྫས་འདྲ་མི་འདྲ་དེ་འདྲ་ཆུ་གི་འདུག་བ་ཕྱིན་པ་སྲུང་སྐྱོབ་བྱེད་ཡ་ཡིན་ཟེར་ངས་བཟོ་རུ་འདྲེ་དུས་སུ་རྒན་ལགས་དགེ་སྐྱོན་རེ་ཞིག་ག་རེ་ཡོད་དམ། ད་དེ་ག་རེ་ཟེར་ན་ང་རང་ཚོའི་མི་གལ་སྲིད་ཚད་དང་ལྡན་པའི་གི་ད་ཚོ་ཆུ་དེ་འདྲ་ཡིན་པ་ཡིན་ན་བསྟན་ད་འགྲིག་གི་རེད་ག་རེ་ཟེར་ན་ང་རང་ཚོ་གི་ད་ད་ཟུ་གུན་ད་ནས་གྲུབ་ཆི་དེ་བཟོ་ཐུག་གོ་མ་རེད་བ་གྲུབ་ཆི་དེ་ཕྱིན་པས་བཟོ་མ་ཐུག་གི་དེ་ཨ་ཕྱིས་གི། ནས་ནས་ཚུར་ད་དུ་ལིན་བྱེད་རྒྱུ་རང་རེད་བྱས་ཙང། འདི་ག་རེད་ཟེར་ན་ཁྱེད་རང་གི་ཕྱི་ལོག་གི་ད་ལྟ་ཆོས་ཡག་འདི་ཡིན་ད་ཚད་དང་ལྡན་པ་ཅིག་འདིའི་ནང་ལོག་ཚུར་ཕྱིན་དུ་ཚུར་དངོས་གནས་སོ་སོའི་གཟུགས་གོས་ཀྱི་ཚུར་ཚུར་འདུག་ཐུབ་པ་དེ་འད་ཡིན་ན་ཁྱེད་རང་གི་བལྟས་ན་འགྲིག་གི་འདུག་ད་འདི་མེད་ན་ཡང་ད་ལྟ་ག་རེད་ཟེར་ན་སྤྱི་ཚོགས་ག་ལ་ཡང་འདྲ་མ་འདྲ་ཙོང་རྒྱལ་ཡོར་བ་མི་རྫིག་གི་ག་རེད་ཟེར་ན་རང་གི་ཁྱིམ་པ་ལ་ཡང་ཕན་ཡག་ཤག་ཡང་ཁ་ཅིག་གནོད་བབ་དེ་འད་ཡོང་སྲིད་པ་དེ་འད་རེད་ཤག་རྩེ་གཙང་རྒྱུན་དུ་ཡིན་ན་ཟས་དང་སྤྱོད་ལམ་རང་དང་འབྲེལ་བ་འདུག་ཨ་ནམ་ཤ་རྒྱུན་དུ་ཡིན་ན་ཟས་གཏོང་ཚུལ་གཙང་མ་ཡག་པོ་བཀྲུ་ཡག་དཔེར་ན་ཚལ་རིགས་གཏོང་ཚུལ་རྣ་ལོག་ཡིན་ན་ད་ཅི། ལུས་དང་དེ་འདྲའི་མང་པོ་བཞག་ཡོད་དེ་ན་གཅིག་བྱས་ན་རྫས་འགྱུར་བོ་རིགས་དེ་འདྲའི་ལུགས་ཡོད་རེད་ད་ཚུ་ཕར་གཙང་སེལ་བྱས་གཙང་མ་ཡག་པོ་བཀྲུས་པ་ཡིན་ན་རང་གི་ཟས་པའི་ཟས་དེ་ཡིན་ན་གཙང་མ་བྱས་ཡིན་ན་གཟུགས་པོ་ལས་ཕན་ཐོག་ཡོད་རེད་བྱས་ན་ཟས་གཏོང་ཚུལ་ཡིན་ན་གཙང་སེལ་མ་བྱས་བྱས་དུག་དང་དེ་འདྲའི་ཡོད་པའི་དཔེར་ན་ཚལ་རིགས་གཏོང་ཚུལ་ཡིན་ན་གཙང་མ་མ་བཀྲུས་བྱས་ཟས་པ་ཡིན་ན་ཐད་ཀར་དེ་གནོད་པ་ཡོད་པ། བྱས་ཙང་དེའི་སྒང་ལ་ཡང་ང་རང་ཚོས་ཟས་སྤྱོད་སྒང་ལ་ཡང་ཡག་ཟབ་གསོ་བྱེད་ཡག་ཨ་ནི་ག་རེ་སོང་ན་ད་ཐུང་ཆེ་དེ་ནི་གཙོ་ཆེ་ཤེས་ཀྱི་རེད་བ། བྱས་ཙང་ང་རང་ཚོས་རང་ཡག་ཤོས་ཆོག་ན་རང་གི་ཁྱིམ་ཚང་ནས་བཟོས་པའི་གསོལ་ཇ་ཡིན་ན་འདྲ་རེད་བ། ཁྱིམ་ཚང་ནས་བཟོས་པའི་ཡིན་ན་ཞལ་ལག་དེ་འདི་ཡིན་ན་ཡག་པོ་ཞིག་རག་ཡོད་ད་ཕྱིའི་ཟས་དེ་ཡིན་ན་ང་རང་ཚོས་ཡང་གཙང་སྦྲའི་སྒང་ལ་ཡག་ཨོ་དེ་ཚད་དང་ཐུག་གི་བས་དེ་ང་ཚོས་བསད་པ་ཧ་གོ་མ་རེད་བ། བྱས་ཙང་ཡིན་ན་ཁྱེད་རང་རྣམ་པས་ཡང་གདམ་བྱ་རྒྱུན་དུ་ཡིན་ན་ཡག་ཤོས་བྱུང་ན་ཡིན་ན་རང་ཉིད་ཀྱི་ཁྱིམ་ཚང་ནས་བཟོས་པའི་ཞལ་ཞལ་ལག་དེ་དང་དེ་ལྟས་མཆོད་ན་ནི་ཡག་པོ་འདུག་ལྷག་པར་དུ་ང་རང་ཚོའི་བོད་ཀྱི་རྩམ་པ་དེ་ཡིན་ན་དེ་ཤ་དངོས་གནས་ཞིང་འབྲོག་ས་ཁུལ་ལ་ཡང་རྩམ་པ་ཟ་ཉེན་དེ་ཉུང་རུ་ཕྱིན་ང་རང་ཚོའི་ནང་ལོགས་རྩམ་པ་ཟ་ཡག་དེ་ཡིན་ན་ཕྱིན་པ་ལ་ཡང་ཧ་ཅང་གི་ཕན་ཐོགས་ཆེན་པོ་འདུག་དེས་ན་རྒྱུ་ཆ་མང་པོ་ཅིག་ཡིན་ན་ཕྱིན་པ་ལ་ཡང་ཕན་ཐོགས་ཆེན་པོ་ཡོད་དུས་ང་རང་ཚོས་ག་རེ་ཟེར་ན་ཨ་ནི་དེ་ལ་ཡང་རྩམ་པ་དེ་ཟ་ཡག་གང་ལ་ཡང་དོ་སྣང་བྱེད་དགོས་ཡ་དེའི་རྒྱལ་ཞེས་པ་རེད་ཤག་གཉིས་ནས་ཡིན་ན་འདི་རེད་ཤག། གཉིས་ཡིག་དེ་ཡག་གོ་ཁུག་ཁུག་འདུག། ད་ལྟ་ག་རེད་ཟེར་ཕྱིན་འོག་ལ་ཕྱིན་པའི་གི་འདུས་པོ་དེ་གཙོ་བོ་དེ་ག་རེད་ཟེར་ན་ཚེ་ནག་གོང་ལ་ཡ་ཕྱིན་པའི་ག་རེད་ཟེར་ལས་ཀ་མང་ཞུས་དེ་ཕྱིན་པའི་ཚེ་ནག་གོང་ལ་ཕྱི་གོ་རེད་བྱས་ཙང་ང་རང་ཚོའི་དུས་ལ་ཡ་ཞུས་པའི་ཁ་ཆད་གི་ཆང་རག་བཏུང་ཡ་བཅས་བེད་དེ་ཚན་གང་བཏུང་བྱས་དེབ་ཡིན་ན་ཁྱེད་རང་གས་ཕྱིན་པའི་ལས་ཀ་བྱེད་ཡ་དུས་ཚོད་དེ་ཅེས་སྤྲེལ་གུ་ཡོད་མ་རེད་བ་ཁྱེད་རང་གས་དཔེར་ན་ཞོགས་ཀས་དགོན་བདག་ཆུ་ཚོད་བདུན་པ་ཚུན་ལས་འགོ་བཙུགས་བྱས་ཚེ་ནག་གོང་ཆུ་ཚོད་གསུམ་པོ་བཏུང་བ་བཏུང་བསྡད་ཡིན་ན་ཕྱིན་པའི་ལས་ཀ་བྱེད་ཡ་དུས་ཚོད་ཡག་ཤོས་དེ་ཨ་ལེ། གཉིད་ཁུག་དུས་ག་ནས་རེད་དང། ཁྱེད་རང་གཉིད་དེ་ལ་ཡག་ཡིན་ཅི་མིན་ཅི་ཡག་པོ་ཁུག་གུག་འདུག་མཆིན་པ་ཡག་པོ་གུག་གུག་འདུག་ན་ངལ་གསོ་ཡག་པོ་སྐྱོན་གུག་འདུག་གཟུགས་པོ་འཁྲུགས་ཤིག་ར་ཐིག་གི་འོ་མ་ཁྱེད་རང་ང་རང་ཚོའི་ཁ་ཅིག་གི་མཆིན་པ་ལ་ཡག་གར་སོང་རེད་ད། དོ་སྣང་མ་བྱེད་བྱས་ཆག་རག་དེ་མང་པོ་བཏུང་བཏུང་ཚར་བས་མ་ཚད་ཕྱི་ལོག་ལ་ཡག་པོ་ཡག་པོ་ཡོད་ན་ཁྱིམ་ཚང་ལ་ཡག་པོ་ཅིག་ལོག་ཡོང་གི་རེད་ལོག་རྗེས་ག་རེ་སོང་ངལ་གསོ་རྒྱབ། དུས་སུ་གྲགས་ཡ་ཚེ་དུ་རེད་དུ་འདོག་ག་རེ་སོང་སྦྲང་རྩི་ན་ཆུ་ལ་སྦྲང་རྩི་ཅིག་བླུགས་རྗེས་བཏུང་གནང་གི་རེད་འོང་ད་ཡིན་རང། ནས་ཁ་ཅིག་ཡས་ལུ་མ་ད་ཕྱི་ལ་ཉལ་ཏེ་སུ་ཡིས་སུ་སོང་ལས་ཁྱར་མེད་ཧ་མ་གོ་བྱས་དེ་རྗེས་ན་ཚ་གཞན་དག་མང་པོ་ཅིག་ཁྲིད་ཡོང་གི་འདུག་རེ་བ་ཆེན་པོ་མ་ཚད་ཁྱད་པན་ན་ཚ་ཡང་ཁྲིད་ཡོང་གི་འདུག་ཕོག་གི་ན་ཚ་ཡང་ཁྲིད་ཡོང་གི་འདུག་ག་རེ་སོང་ན་ཁྱེད་རང་གི་སྤྱོད་ལམ་འདི་ཏག་ཏག་བསྡད་ཡོད་མ་རེད་བ་སྤྱོད་ལམ་འདི་ལོག་བྱས་བྱས་པ་རེད་ཨ་ནི་ཟས་ག་ནས་ལོག་སྤྱོད་ལམ་ག་ནས་ལོག་པ་ཡིན་ན་ཁྱེད་རང་གི་ཨེ་འདི་ཆེན་པོ་འདི་ཡིན་ན། ཨཱ་ལི་དུས་ཚོད་ཐུང་ངུའི་ནང་ལོ་ན་རྒྱུན་དུ་ཆད་པོ་ཆགས་རྗེས་ཡིན་ན་ཨཱ་ལི། ན་ཚེ་དེ་ཡས་མང་པོ་བྱེད་རང་ན་བས་མ་ཚད་ཡིན་ཁྱེད་རང་གི་ཚེ་དེ་ཡང་ཐུང་རུ་འགྲོ་གི་འདུག་ཨཱ་འདས་ཀྱི་ད་གནས་ཚུལ་ཆེན་པོ་འདུག་བྱས་ཙང་ད་ཚོ་གང་ངས་ཡིད་གཟབ་གནང་དགོས་ཡག་ཅི་རེད་ཤག་ལ་རེད་ཤག། ཁྱེད་རང་གསུམ་འདི་ད་ད་འདྲ་འཚོ་བའི་ནང་ལ་དངོས་གནས་དེ་དང་དེ་འདྲ་བའི་ལྟ་ཅི་ཞིབ་ཕྲའི་གི་གནད་དོན་མང་པོ་ཅི་ཡོད་རེད་ཁག་ཅིག

མི་རང་སྒེར་རང་ལ་ཡང་རག་ལས་ཤ་དེ་མེད་ན་ག་རེ་ཟེར་ན་ང་རང་ཚོའི་གནས་སྐབས་ཀྱི་མེས་རྒྱལ་ཕན་ཐོགས་ཐོན་པོ་ཡིན་ནའི་རང་གི་དོ་བདག་མུ་མཐུད་དུ་ལོ་དེ་བྱས་ད་ག་གཏོགས་ན་ད་ང་ཚོ་དེ་མུ་མཐུད་ནས་ཡོང་རྒྱུར་གཏན་འཁེལ་རེད་ཤ་དེ་རེད་ཤ་ད་དེ་ད་ག་རེད་འཚོ་བཅུད་དེ་ལས་ད་ལྟ་རེད་འཚོ་བཅུད་དེ་ལས་ཡིན་ན་ག་རེ་ཟེར་ན་ནམ་ཞག་རྒྱུན་དུ་ཡིན་ན་སྤུ་གོ་ཡིན་ན་ཟས་བཅུད་རང་རེད་ཟས་གང་ལ་ཡར་ཚོད་འཛིན་བྱེད་དགོས་ལྕོད་ལམ་གང་ལ་ཚོད་འཛིན་བྱེད་དགོས་འཐུང་ཆུ་དེ་ལ་ཚོད་འཛིན་ད་གཟུགས་དང་གོ་ལོག་ག་རེ་ཟེར་ན་ད་འཚོ་བ་དང་འགྲོ་བ་ཡོད་དུས་ང་རང་ཚོའི་སྤུ་གུ་ཡིན་ན་ཕ་མས་སློབ་གསོ་རྒྱག་ཡ་རེད་བ། ཨ་ནི་ང་རང་ཚོའི་འདི་རྒན་པ་ད་དཔེར་ན་སྤུ་གུ་ར་ཅིག་བྱུང་ཡག་གི་ཨ་མ་གཅིག་ངོ་ནས་བཤད་ན་རང་གི་ཁ་ལག་དེ་ཟབ་ཟོབ་ཅིག་ཟས་པས་ན་རང་གི་ཞུ་གུའི་སྤུ་གུ་དེ་སྐྱེ་ཡོང་དུས་ཡིན། མཐའ་དག་གི་སྐྱེ་བོའི་ཨ་འདས་ཀྱི་བདག་ཕན་ཐོགས་ཡོད་རེད་བ། དེང་གི་ཆར་སྤྱི་ཚོགས་འཕེལ་རྒྱས་ཀྱི་གོམ་འགྲོས་དང་བསྟུན་ནས་ཁྲོམ་རའི་ཐོག་རྔན་པའི་རིགས་སྣ་མང་ཕུན་སུམ་ཚོགས་པོ་ཉོ་རྒྱུ་ཡོད། འོན་ཀྱང། བུ་ཕྲུག་དེ་དག་ངར་ཚ་ལོག་ཡོང་ཆེད་རྔན་པ་གང་བྱུང་སྟེར་མི་རུང་ལ་མངར་ཆའི་རིགས་ཀྱི་བཏུང་བྱ་གྲང་མོ་དང་རྔན་པས་བཙོ་ཟས་ཀྱི་ཚབ་བྱེད་པའི་གོམས་གཤིས་ངན་པ་དེས་རིམ་བཞིན་ཕྲུ་གུའི་འཇུ་བྱེད་མ་ལ་ཉམས་ནས་ཕྲུ་གུའི་གཟུགས་གཞིར་འཚོ་བཅུད་མི་འདང་བའི་སྣང་ཚུལ་ཐོན་སྲིད། དེ་ཡང་རྔན་པའི་ནང་སྐྱུར་བ་དང་ཚ་བ། སྔར་བས་རྒྱུ་མང་པོ་འདུས་ཡོད་པས་དེ་དག་བསྟེན་དྲགས་ན་འཁྲུལ་འཁོར་ཟས་ཀྱི་དང་ག་མེད་པར་གྱུར་ནས་ལུས་ཀྱི་སྟོབས་སྐྱེད་མི་ཐུབ་ལ་བློ་རིག་འཕེལ་བར་ཡང་གནོད་སྐྱོན་བཟོ་སྲིད་པས་དུས་རྒྱུན་འཁྲུལ་འཁོར་སྔོ་ཚལ་དང་ཤིང་འབྲས་ཀྱི་རིགས་མང་ཙམ་བསྟེན་པའི་གོམས་གཤིས་འཇགས་པ་གནང་ནས་ཟས་སྤྱོད་ཚུལ་བཞིན་བསྟེན་རྒྱུ་ཤིན་ཏུ་གལ་ཆེ་བ་ཞིག་ཡིན། ད་བདེ་ཐང་ཟེར་ཉན་དུས་མཚར་མེད་མཁན་ཟེར་བའི་བདེ་སྐྱིད་ཀྱི་རྩ་བ་ཞིག་རེད་པཱ། བདེ་ཐང་ཡོད་པས་ན་ཁྱེད་རང་བྱ་བཞག་ཐམས་ཅད་འགྲུབ་ཡས་ཡོད་རེད་བདེ་ཐང་མེད་པས་ན་ཁྱེད་རང་ག་རེ་བྱེད་དགོས་སོང་ནས་བྱེད་ཡས་ཡོད་མ་རེད་པཱ། ད་དེང་སང་བདེ་ཐང་གི་རྩ་དོན་རེ་ཟུང་གསུངས་པས་ན་ད། བདེ་ཐང་གི་རྩ་དོན་བཞི། ཧ་སུ་རེད། མཆོད་གཏོར་བདག་པོ་ཡག་པོ་རྒྱབ་ཟེར་བཱ། ཁ་ལ་བདག་པོ་ཡག་པོ་གྱོ་གྱོ་འཇུག་མ་ཟ་སོང་ངོ་རེད་པཱ། ཨ་ནི་ཅིག་གུས་གྱོ་མང་ས་རྒྱབ། ཆང་རག་སྤང་ཡ། ཨ་དེ་ནས་སེམས་ཁམས་དེ། ཅིག་ཕི་གས་དོ་སྙོམས་ཞིག་བྱ་ཡ་རེད་པཱ། དེ་འདྲ་ཡིན་དུས་ད། ཧ་སུ་རེད། ནམ་རྒྱུན་ཁྱིམ་པ་སྲུང་སྐྱོབ་བྱེད་སྟངས་ཡག་ཐད་ལ་ཡ། ད་དཔེར་བྱ་བཞག་ན་སྤྱོད་ལམ་གྱི་ཐོག་ནས། གང་དྲིས་སོ། ལུས་ཆུང་བྱས་ཏེ་ད་གས་ཆུ་བྱུགས་ཐོག་ཡོང་དུ་བ་གས་ལ། ལུས་ཆུང་དེ་གས་ལ་ཚད་རེ་ལོས་ཆུ་བཞག་ན་འཚམ་པོ་ཡོད་ན། ད་ད་འདི་ང་རང་ཚོས་བྱུགས་ན་སོ་པི་ཡིན་ན་གཟུགས་པོ་དེ་དངུལ་ནམ་ཏེ་ཤོ་བོ་དེ་འད་ཅིག་ལུས་ཆུང་དེ་ཡག་ཤོས་ཡིན་གསུང་གོ་རེ། ད་ད་འདི་ག་རེ་སོང་འཚོ་བ་མང་འཚོ་བ་ལ་ལ་ག་རེ་ཐུག་གི་འདུག་ཟེར་ན་མི་མང་པོ་ཅིག་གས་ག་རེ་སོང་ན་དེ་ཆིག་དུ་བ། ཤ་རྒྱག་པོ་ཆགས་བྱས་ཡིན་ན། ལུས་སྦྱོང་མ་བྱས་ཚོས་ཚིལ་མང་པོ་ཅིག་འཕེལ་བྱས་ཡིན་ན། ཚིལ་མང་པོ་དེ་འཕེལ་བ་ཡིན་ན་ལས་ཨ་ནི་ཡང་ང་རང་ཚོའི་ཁྱིམ་པ་ལ་ཡང་སྐྱོན་བྱེད་ཀྱི་འདུག་སྦྱོང་བརྡར་དེ་ཡིན་ན་བྱས་པའི་ཚད་རིམ་པར་བྱས་པ་ཡིན་ན་ག་རེ་ཟེར་ན། ཕྱི་པའི་ལ་ལོག་ཡིན་ན་འདྲ། ཚིལ་གྱི་ཆ་དེ་ཡིན་ན་མ་ཨ་ནི་ག་རེ་ཟེར་སྙིང་ཚབ་གསར་བརྗེ་བྱས་ཀྱི་ནུས་པ་དེ་ཡག་པོ་འདུག་བ། ཁྱེད་རང་གིས་གལ་སྲིད་སྦྱོང་བརྡར་མ་བྱས་པ་ཡིན་ན་ཨ་ནི་ག་རེ་ཟེར་ཕྱི་པའི་ལ་ལོག་ཚིལ་དེ་ཡིན་ན་མང་པོ་ཞིག་འཕེལ་བྱས་ཡིན་ན། ཁྱིམ་པ་ཚིལ་འཕེལ་བ་ཡིན་ན་ལས་ཡང་རིམ་བཞིན་ག་རེ་ཟེར་ན། ཞོགས་པ་དེ་ཡིན་ན་ཆེན་པོ་ཕྲག་པ་ཆགས་ཡག་ན་ཚ་དེ་ཡང་བྱུང་ཟིན་འདུག་བྱས་ཙང་ལུས་སྦྱོང་འདི་བྱེད་ཡག་འདི་གང་ལ་ཡིན་ན་ང་རང་ཚོའི་རྒྱུན་དུ་ནས་ཡིན་ན་ག་རེ་ཟེར་ན། དེ་ཤ་ང་རང་ཚོའི་གོམས་གཤིས་ཡག་པོ་ཡོད་རེད་ཁ་ཅིག་ཡིན་ན་ལུག་ཁང་དང་དུ་བ་དང་འཆམ་ཆང་འགྲོ་ཡག་དང་དུ་ཚོད་ག་རེ་ཟེར་ན་ཡག་པོ་འདུག། ལེས་ཀྱི་ལ་ཐོ་ཆ་ན་ཨ་ནི་གཤམ་གྱི་དུས་ཚོད་དེ་ལྷན་རྒྱས་ཚོ་ཕུལ་གིན་ཨ་ནི་གཤམ་གྱི་དུས་ཚོད་ན་ལྷན་རྒྱས་ཚོས་དེ་རིང་གི་བརྗོད་གཞི་དང་འབྲེལ་བ་གནང་ཞིང་རྒན་ལགས་ཡར་བཀའ་འདྲི་གནང་རོགས། ཨམ་རྗེ་ལགས། དེང་སང་སྤྱི་ཚོགས་སྒང་ལ་ག་རེ་ཟེར་ནས་གཅིག་ལ་ཕན་གྱི་རེད་སྲིད། དེ་འདྲས་ཡིན་ན། ཕྱིར་བཞག་བུར་བཞག། མི་སྲིད།
ད་གཙོ་བོ་འདིར་བཞག་བུ་མོ་རང་གི་གནས་སྐབས་སོ་སོ་ལ་བལྟ་རྒྱུར་བ། དེ་ན་རང་གི་གཟུགས་སྐུའི་སྒང་ལ་ཡང་ག་རེ་ཁ་གསབ་བྱེད་དགོས་འདུག་ན། ཨ་ཡང་དེ་ཁ་གསབ་བྱས་ཏེ་ཆོས་བི་ན་ཡང་ཕན་ཐོགས་ཡོད་རེད་གསུང་གི་འདུག་དེ་ལ་ཆ་བཞག་ན་ང་རང་ཚོའི་གི་སྔོན་མ་བཤད་སྲོལ་ཡོད་རེད་བོད་ལུགས་གསོ་རིག་ནང་ལས་ཆོས་ག་རེ་ཟེར་ན། རང་གི་མཆིན་པ་འདི་ཡག་པོ་མེད་ན། མཆིན་པའི་ཤ། མཆིན་པ་བཙོས་རྗེས་ཟེར་ན་འདྲ་མཆིན་པའི་གེ་ཁ་ལག་ཐེངས་འདི་ཟེར་ན་ཡང་མཆིན་པ་ལ་ཡ་ཕིན་གི་རེད། ད་ད་ལྟ་ག་རེད་ཟེར་ན། ང་རང་ཚོས་ཟུག་རྒུའི་རྣ་ལོག་མ་བཏང་དཔེར་ན་ཆ་ཚང་ན་མཆིན་པའི་གི་ནད་པ་དེ་འདྲས་བྱས་ཆུ་ཟགས་ཅོག་ནད་པ་དེ་འདྲས་ཡིན་ན་ད་ལྟ། ག་རེད་ཟེར་ན་མཆིན་པའི་སྤྲི་དཀར་གི་རིགས་དེ་བཟོ་ཐུབ་གོ་མ་རེད། དེའི་སྐབས་དེ་ཡིན་ན་ཁྱེད་རང་གི་ཡིན་ན། དེ་ཚུར་གཅུས་ཏེ་ཅི་ལྟར་གྱི་ཚུར་གཅུས་ཡོད་པའི་ཟས་སྤྱོད་དེ་འདྲའི་ཟས་ཡིན་ན་དེ་ཡང་ཁ་གསབ་བྱེད་ཐུབ་བོ། དེ་ག་རེད་ཟེར་ན་རང་གི་ཆུ་བབ་ཡ་དག་དེ་འདྲས་ལས་ཕན་ཐོགས་ཡོད་རེད། སྤྱི་ཚོགས་ཁག་ལ་བཤད་སྲོལ་འདུག་དེ་ལས་ལྟ་དེ་ཚང་མས་དེ་ཁྱབ་པོ་མེད་པ་དེ་འདྲས་ཅིག་མིན་འགྲོ་བསམ་གྱི་འདུག་ཅིང་བྱས་ཙང་སོ་སོའི་གི་ན་ཚའི་གནས་སྐབས་དེ་བཅས་ཡིན་ན་ཟས་སྤྱོད་སྤང་བླང་ག་རེ་བྱེད་པོ་འདུག་དེ་བྱས་ན་ཡག་ཤོས་རེད་བསམ་གྱི་འདུག།